མི་ཡིས་དཀོན་མཆོག་གི་བཀའ་ལ་མ་བསྲུངས་པ་ཤིང་ཐོག་དེ་ཟགས་པ་དང་ལ་སང་ཁོང་གཉིས་ཀྱི་མིག་ཁ་ཕྱིས་པ་དང་བཟོ་ངན་ལྟོ་བའི་ཉེས་པ་ཐོབ་པ་མ་ཟད་སོ་སོའི་སྨ་རང་ཡས་པ་དེ་ཧ་གོ་བ་དང་ཤིང་ཡོད་སེང་གེའི་ལུ་མ་རྣམས་མཉམ་དུ་བརྩམས་ནས་སོ་སོའི་གཟུགས་པོ་ལ་བཀོད་པ་རེད། དགོང་དྲོ་ཡི་དུས་སུ། གཙོ་བོ་དཀོན་མཆོག་གདོང་ར་ནང་དུ་ཕེབས་ཀྱི་ཡོད་པ་སྒྲ་ཐོས་པ་དང་ཁོང་ནི་དཀོན་མཆོག་གི་མདུན་ནས་བྲོས་འགྲོ་སྟེ། ཤེལ་སྡོང་གི་དཀྱིལ་ལ་ཡོད་པ་རེད། ཡིན་ན་ཡང་གཙོ་བོ་དཀོན་མཆོག་གིས་མི་ལ་གསུངས་པ། ད་ཁྱོད་ཚོ་ག་བ་ཡོད། ཞེས་དྲིས་པ་རེད། སྤྱི་བོད་ཡིག་ལན་དུ། ཆེད་གདོང་རང་ནང་དུ་ཕེབས་ཀྱི་ཡོད་པ་ངས་གོ་གི་འདུག་ང་ཞེས་ནས་ཤིང་སྡོང་ཡིག་གཅིག་ལ་ཡུལ་ནས་བསྡད་ཡོད་གང་ལ་ཟེར་ན་ང་སྨྲ་རང་རེད་འདུག་གཙོ་བོ་དཀོན་མཆོག་གིས་གསུངས་པ་ཆེད་སྨྲ་རང་རེད་འདུག་ཟེར་གྱི་ལབ་ཀྱི་འདུག་ངས་མ་གཟའ་ཟེར་བའི་ཤིང་སྡོང་ནས་ཁྱེད་ཀྱི་འབྲས་བུ་དེ་གཟའ་ཡིན་པས། འདི་ནི་སྐྱེས་པ་ཡི་ལན་དུ། བུད་མེད་ཀྱི་ནོངས་འཁྲིས་རེད། ཁྱེད་ཀྱིས་ང་ལ་གནོང་བའི་བུད་མེད་དེ་ཡིས་འབྲས་བུ་དེ་ང་ལ་སྤྲད་བྱུང་དེ་ངས་ཟ་བ་ཡིན་ཞེས་ཤོད་པ་རེད། དཀོན་མཆོག་གིས་བུད་མེད་ལ་གསུངས་པ། ཁྱེད་ཀྱིས་ག་རེ་བྱས་ཡོད་དམ། འདི་ནི་བུད་མེད་ཀྱི་ལན་དུ། དུད་འགྲོ་དེ་ཡིས་ང་ལ་མགོ་སྐོར་བཏང་ནས་ངའི་ཤིང་ཐོག་དེ་ཟ་བ་ཡིན་ཞེས་ཤོད་པ་རེད། མི་ནི་གཞི་དཀོན་མཆོག་གི་བཀའ་ལ་མ་སྲུང་པ་ནོར་འཁྲུལ་ཤོས་ཡིན་ན་ཡང། སུ་སུ་ཡིས་ནང་འཁྲིས་དེ་ཁས་ལེན་མ་བགྱིས་པར་ཕན་ཚེ་གཅིག་གིས་གཅིག་ལ་ཆེད་འཛུལ་ནས་ཡན་ལག་སྤྲད་པ་རེད། གནས་ཚུལ་དེས་དེ་རིང་ཡང་ང་ཚོ་ཡི་སྤྱི་ཚོགས་ནང་དུ་ཡོད་རེད། གལ་སྲིད། ང་ཚོ་མི་སུ་ཞིག་གིས་དཀོན་མཆོག་ལ་ཡིད་ཆེས་དང་དད་པ་བྱས་ནས་སུ་སུ་ཡི་ནང་འཁྲིས་དང་བསྡིགས་པ་དེ་ཁས་ལེན་བྱས་པ་ཡིན་ན། དཀོན་མཆོག་གིས་ང་ཚོ་ལ་དག་པ་གནང་གི་རེད།